གནད་དུ་མེད་ཅེས་བཅའ་ཚུལ་ལྟར་དུ་དྲང་པོ་བྱེད་མཁན་གྱི་མ་མཐའ་ཡང་རྒྱ་ཆེ་བ་སེམས་དྲང་པོ་ལོང་ཡོད་པའི་ཐབས་ཤེས་གཏོང་བ་ནི་སྐུ་མདོག་གི་བཅའ་ཁྲིམས་ལྟར་གཏོང་རྩིས་ཡོད་ཡོད་དང་མ་ཡི་བཅའ་ཁྲིམས་དང་འགལ་ནས་ཐབས་ཤེས་གཏོང་རྩ་བ་ནི་སྐུ་མདོག་གསུང་ཡོད་མ་རེད། དེ་འདྲ་ཡིན་པ་སོང་ཙང་སྐུ་མདོག་གི་གསུང་བ་དེ་གསུངས་པ་དེ་ལ་ང་ཚོས་ངུ་བྲོ་འདི་ལ་བརྟག་དཔྱད་ཞིབ་འཇུག་ཡག་པོ་བྱས་པ་ན་གནད་འགག་རྒྱ་ཆེན་པོ་ཞིག་ཡོད་ཀྱི་འདུག།

དཀའ་མོ་ཚིག་གཅིག་གིས་སོང་ཡོག་མ་རེད། དེ་འདྲ་ག་རེ་སོང་ཡོག་རེད་ད་ད་དཀའ་ངལ་སེལ་ཡོག་གི་ཐབས་ཤེས་ཟིན་ན་རུང་དུས་ཐབས་ཀྱིས་ཅོག་འདོག་གི་ལམ་སྟོང་མཛད་ཡོག་རེད་བ། འོ་འདི་མཛད་པ་འདི་སྔོན་གྲངས་ནས་ང་རང་སོང་ན་ཧ་ལས་ཡག་པོ་རེད་བསམ་གྱི་ཡོག་བསམ་བློ་ཞིབ་མོ་གཏོང་ན་སྔོན་གྲངས་ནས་གི་ཐབས་སྐྱེལ་བ་དེ་ཅན་པ་ཡོད་ཅེས་བཤད་འདོད་བསམ་གྱི་ཡོག་ཡིན་པ་ཡིན་ནའོ་དེ་གི་ད་ནག་ཚོ་བག་གི་འདོད་པ་འགྲོ་མི་འདུག་འགྲོ་མི་པ་དེ་ས་བོ་ས་ཅོག་བཤད་གི་འདུག་ད་ནག་ཚོ་བག་གི་ད་ལྟ་དེ་ལ་ཁ་གཡར་ནས་གི་གི་སྤྱི་ཐིང་གི་ཚགས་གཉིས་དེ་མ་སྤི་ཡག་གི་ཐབས་ཤེས་བཏང་གི་འདུག།

ཁུ་ཚུར་ལྟ་བ་དཔེ་ཁྲ་པོ་རེད་འདྲ་ཁུ་ཚུར་ཕུད་ན་ཁ་ཉན་གི་མ་རེད་འདྲ་ཀུན་འདུག་དགུང་བ་ནས་འོང། དགག་བྱ་དང་དགུ་བ་རེད་ཟེར་ཡག་འདྲ་བོ་འདུག་དགུ་བ་མོ་རེད་ཟེར་ཡག་འདྲ་བོ་འདུག་ཨོ་ཀུན་འདུག་ཁ་མི་འདུག་ཁ་ཡོད་མ་རེད་ཐུམ་འདུག་རེད་ཟེར་ཡག་འདྲ་བོ་འདུག་ཨོ་ད་ལྟ་འགོ་ཚུགས་ཡོད་མ་རེད་ཟེར་ཡག་འདྲ་བོ་འདུག་དེ་འདྲ་འདྲ་མ་འདྲ་སྐད་ཆ་བཤད་ནས་ཁུ་ཚུར་ཁ་འདྲ་མི་འདྲ་ཡག་ཡག་གི་ཡོད་པ་ད་ས་བོ་ས་ཆོག་རེད་ངས་ནང་གི་ཁ་རྩོད།

ནང་བཞིན་དུ། བཅའ་ཁྲིམས་དང་དེ་ནས་སྤྱི་དང། ད་ག་ཚོད་རྒྱ་བོད་ལམ་ལུགས་ཀྱི་མང་གཙོ་ཡིན་ཟེར་གི་ཡོད་རེད་བ་ཨིང་གི་ལན་འདྲ་གི་མང་གཙོ་དེ་དེ་འདྲ་བ་ཡིན་ཟེར་གི་ཡོད་རེད་དེ་འདྲ་ཡིན་པ་ཡིན་ན་སྐུ་མདོག་སྐུ་པར་དང་བཅའ་ཁྲིམས་དེ་ནས་གི་དམ་འབུལ་བྱེད་ཆོག་གི་ལམ་ཁ་ཅིག་ཡིན་གཅིག་མིན་བཟོ་དགོས་རེད་ད་ད་ལྟ་བར་དུ་ང་ཚོ་དཀའ་ངལ་འཕྲད་དགོས་རྒྱུ་མཚན་དེ་རེད་བ། དེ་གི་སྤྱི་ཡི་གི་སང་ཉིན་གྲོས་ཚོགས་ཚོས་ནས་གི་ཁྱེད་རང་ཚོའི་ལས་འགན་ཨང་དང་པོ་ག་རེད་ཟེར་ན་ལས་འགན་ཨང་དང་པོ་ག་རེད་ཟེར་པ་ཡིན་ན་ཡིན་གཅིག་མིན་གཉིས་གི།

དཀའ་ངལ་ཡོང་བ་ཟླ་བ་ཁ་ཤས་ཅིག་རིང་ལྟ་ག་ཚོད་དཔག་དེ་ནང་ཁུལ་གྱི་རྩོད་གླེང་མང་པོ་ཡོང་བ་དང་ཉོ་སྒྲ་མང་པོ་ཡོང་བར་གྱི་སྒུག་འོས་འགྲུབ་ཚར་རེད་དཀའ་ལས་བརྒྱུད་པ་གྱི་གྲུབ་འབྲས་ཐོན་ཚར་རེད་རྒྱུ་མཚན་གང་ཡིན་ཚོད་དཔག་ན་དཀའ་ངལ་འདི་ལ་བརྟེན་ནས་ཀྱི་མ་འོང་བ་འདི་འདྲ་བའི་དཀའ་ངལ་ཅིག་བསྐྱར་དུས་དང་ཡང་དུས་མི་ཤེས་པ་དེ་འདྲ་བ་དག་ལམ་ཁ་ཅིག་ཐུབ་ཚར་རེད་དེ་མ་ཡིན་པ་ད་ལྟ་དེ་ཟམ་གདོང་བླ་མ་དང།

དེ་ལ་གཞི་བཅོལ་ནས་གང་འགྲོ་དེ་བསྐྱུར་ཡོང་བ་མ་རེད་གཞི་བཅོལ་ནས་འགྲོ་མི་ཐུབ་པ་རྒྱུ་མཚན་ལ་ལྟོས་ནས་གི་གི་ད་དེ་ཡིན་གཅིག་མིན་གཉིས་ཀ་བསྐྱར་བཅོས་བྱ་དགོས་པ་དེ་གལ་ཆེན་པོ་ཞིག་ཡོད་ཀྱི་རེད་བསྐྱར་བཅོས་བྱ་དགོས་པ་དེ་ད་ལྟ་གི་སྤྱི་འཐུས་སྐབས་བཅུ་བདུན་པ་གི་ད་ལས་འགན་དང་པོ་དེ་རེད་དེ་ནས་གི་ནན་པོ་ཚོད་ལ་ཞུ་གི་ཡོད་འོ་དེ་ཡིན་གཅིག་མིན་གཉིས་ཀ་བོད་པ་གི་ཆེད་དུ་ན་མི་འདུག་བོད་མི་རིགས་མ་འོངས་ཀྱི་ཆེད་དུ་འོ་ནན་པ་ཚོས་དེ་བཟོ་བཅོས་ཡག་པོ་ཞིག་བཏང་ཡོང་རེ་བ་ཡོད་དེ་བཏང་ཐུབ་པ་ཡིན་ན་དེ་ནས་ཁྱེད་རང་ཚོས་སྔོན་འགྲོ་ནས་གི་བོད་མི་རིགས་ལ་བྱས་རྗེས་ཅིག་ཆགས་ཡོད་རེད་བོད་མི་རིགས་བ་ལ་བ་ད་མ་འོངས་བ